ལྷན་རྒྱས་སྐུ་ཁམས་བཟང། ད་རེས་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གཉིས་པ་ཨོ་ད་པའི་ཚེས་པ་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉིས་སྟོང་གསུམ་ལོའི་ཟླ་བ་བཞི་པའི་ཚེས་བཅུ་རེས་གཟའ་ཟླ་བ་རེད། རེས་གཟའ་ཟླ་བའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང། ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱབས་རྗེ་ཁྲི་བརྩེགས་རིན་པོ་ཆེ་མཆོག་ལ་མཇལ་ཁ་བསྩལ་བའི་སྐོར་དང། བོད་ཀྱི་མ་འོངས་འགན་སྲུང་ཞེས་བོད་མིའི་སྒྲིག་འཛུགས་ཀྱི་ཕུགས་དམིགས་ཡིག་ཆ་དབུ་འབྱེད་གནང་བའི་སྐོར། གཏན་འཇགས་འཐབ་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་བཞི་པ་དེ་མཇུག་སྒྲིལ་བའི་སྐོར། བཞུགས་སྒར་རྡ་རམ་ས་ལར་རྒྱང་རྒྱུག་འགྲན་བསྡུར་ལམ་ནས་འཛམ་གླིང་འཕྲོད་བསྟེན་ཉིན་མོ་སྲུང་བརྩི་ཞུ་བའི་སྐོར་བཅས་ཞུ་གི་ཡིན། གསར་འགྱུར་རྒྱས་པ་ཁ་བཤམས་ལ་རིན་པ་གཟིགས་རོགས་གནང། ད་རིང་ཕྱི་ཚེས་བཅུ་རེས་གཟའ་ཟླ་བའི་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་རྒྱལ་བའི་ཕོ་བྲང་དུ། སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་ཤར་སྤྲུལ་ངག་དབང་འཇམ་དབྱངས་བྱམས་པ་བསྟན་འཛིན་མཆོག་ལ་མཇལ་ཁ་བཀའ་དྲིན་བསྩལ་གནང་འདུག། མཇལ་ཁ་འདིའི་སྐོར་ཁྲིག་ཙེ་རིན་པོ་ཆེ་མཆོག་གིས་གསུང་དོན་ལྟར་ན། མཇལ་ཁའི་སྐབས་ཁོང་སྐྱབས་མགོན་ཆེན་པོ་མཆོག་ནས་གཙོ་བོར་ལ་དྭགས་ནང་ཆོས་ལུགས་མཐུན་སྒྲིལ་ཐོག་ལ་ཞབས་ཞུ་བསྒྲུབ་དགོས་པའི་བཀའ་སློབ་ཕེབས་ཡོད་པ་གསུངས་གནང་སོང། གཙོ་བོ་དེ་ནི་ལ་དྭགས་ནང་ཆོས་སྐལ་བཟང། ཚང་མ་དེ་ནི་མཐུན་སྒྲིལ་ཆོས་འབྲེལ་མཐུན་སྒྲིལ་གྱི་དེ་ནི་ཆེད་བཙུགས་ཁྱོད་རང་མཇལ་ཁ་བྱེད་དགོས་རེད་ཟེར་དེ་དང་དེ་འདྲ་ཟེར་བཀའ་སློབ་གནང་རེད། དེ་སོང་ཙང་ད་ནང་ཆོས་ལུགས་མཐུན་སྒྲིལ་གྱི་ཆེད་དུ་དེ་ནི་རྒྱ་གར་གཞུང་གི་ད་ལན་པར་མ་ཤེས་རིག་དེ་དེ་ནས་ཕྱོགས་ལས་མཐུན་འབྲེལ་གྱི་ཆེད་དུ་དེ་ནས་གནང་བ་དེ་འདྲས་ཞིག་རེད་མ་རྩ་དེ་ནས་ང་དང་ལ་ཨ་སི་ནང་སྤྱི་ཚོགས་ཀྱི་ནང་ནས་ངས་ཞབས་ཕྱི་མ་མང་པོ་ཞིག་དེ་ནས་ཞུས་ཡོད་རེད་ཆོས་དང་རིག་གཞུང་ཡིན་འགྲོ་དེ་ནས་ནང་བཞིན་གྱི་ད་སློབ་ཕྲུག་ཀུན་ལ་སློབ་སྦྱོང་དང་ཡག་གི་ཆེད་དུ་དཔེ་མཛོད་གསར་པ་རྒྱག་ཡ་དེ་ནས་ནང་བཞིན་ཤེས་ཡོན་ལྟེ་གནས་ཁང་དང་དེ་གཏོགས་སའི་དེ་ནས་སློབ་སྟོན་ཆོས་དང་མ་འབྲེལ་བའི་དེ་ནས་བཟང་སྤྱོད་ཀྱི་སྐོར་ལ་དེ་གཏོགས་ལབ་རྒྱག་མང་པོ་བཏང་དགོས་ཡོད་སྲིད། ཀུན་མཁྱེན་གྱིས་དེ་ཀ་ནང་བཞིན་གྱི་དེ་འདྲའི་བཞིན་ཉིད་བསྒྲུབས་པ་དེ་དག་ཀུན་མཁྱེན་གྱི་ཐུགས་ཀྱི་བཞེད་དོན་ལྟ་བུའི་བཞིན་ཉིད་བསྒྲུབས་སོང་བསམ་སྟེ་དེ་ནི་ངས་རེ་བ་ཞུ་གི་ཡོད། སྤྱིར་ལ་དྭགས་ནས་ཡིན་པ་ཁྲིག་ཙེ་རིན་པོ་ཆེ་མཆོག་ནི་རྒྱ་གར་གཞུང་ནས་འདི་ལོ་ཉིས་སྟོང་ཉིས་བརྩེགས་གསུམ་ལོའི་པད་མ་གཟེངས་རྟགས་ཁག་གསུམ་ནས Padma Shri གཟེངས་རྟགས་ཐོབ་མཁན་ཞིག་ཡིན་པ་དང་གཟེངས་རྟགས་འདི་ནི་རྒྱ་གར་གྱི་སྤྱི་དམངས་གཟེངས་རྟགས་མཐོ་ཤོས་བཞི་བ་དེ་ཆགས་ཡོད་པ་རེད། ཡང་བདུན་ཕྲག་སྔ་མའི་གཟའ་པ་སངས་ཉིན་རྒྱ་གར་གཞུང་ནས་ཁྲིག་ཙེ་རིན་པོ་ཆེ་མཆོག་ལ་པདྨ་ཤེས་རིག་གཟེངས་རྟགས་འབུལ་བཞེས་གནང་བར། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་མཆོག་གིས་གཞིས་བྱེས་བོད་མི་ཡོངས་ཀྱི་ཐོག་ནས་དགའ་བསུའི་འཚམས་འདྲི་ཡང་ཞུ་གནང་འདུག་དེ་ཡང་དཔལ་ལྡན་ཚོགས་གཙོ་མཆོག་གིས་འཚམས་འདྲི་ནང་གཟེངས་རྟགས་དེ་ནི་ཁྲིག་ཙེ་རིན་པོ་ཆེ་མཆོག་གིས་སྐུ་ཚེ་ཧྲིལ་པོར་ནང་པ་སངས་རྒྱས་པའི་བསྟན་པར་ཞབས་འདེགས་དང་དེ་བཞིན་འགྲོ་མིའི་སྤྱི་ཚོགས་ལ་ཕན་པའི་མཛད་རྗེས་རླབས་པོ་ཆེ་འཇོག་གནང་བ་མཚོན་གྱི་ཡོད་ཅེས་འཁོད་འདུག་ལ། ཕྱི་ནང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལྟར་ཁྲིག་ཙེ་རིན་པོ་ཆེ་མཆོག་ནས་ནང་པ་སངས་རྒྱས་པའི་བསླབ་བྱ་དང་རིག་གཞུང་གཞིར་བཟུང་མུ་མཐུད་ནས་སྤྱི་ཚོགས་ནང་ཞབས་འདེགས་ཞུ་རྒྱུའི་ཡིད་ཆེས་དང་རེ་བ་ཡོད་པ་ཡང་འཁོད་གནང་འདུག། ད་རིང་ཕྱི་ཟླ་བཞི་བའི་ཚེས་བཅུ་རེས་གཟའ་ཟླ་བའི་ཉིན་གངས་སྐྱིད་སྲིད་སྐྱོང་ཚོགས་ཁང་དུ་སྐབས་བཅུ་དྲུག་པའི་བཀའ་ཤག་གིས་གཏན་འབེབས་གནང་བའི་བོད་ཀྱི་མ་འོངས་འགན་སྲུང་ཆེད་བོད་མིའི་སྒྲིག་འཛུགས་ཀྱི་ཕུགས་དམིགས་ཡིག་ཆ་དེབ་གཟུགས་ངོ་བོར་ཆེད་འདོན་གྱིས་དབུ་འབྱེད་གནང་ཡོད་པ་རེད། ཡིག་ཆ་དབུ་འབྱེད་ཐོག་ལ་དཔལ་ལྡན་སྲིད་སྐྱོང་བོན་པོ་ཚེ་རིང་མཆོག་དབུས་དཔལ་ལྡན་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག། དྲུང་ཆེ་རྣམ་པས་དབུས་དཔལ་གངས་སྐྱིད་སྲི་ཞུའི་ལས་བྱེད་རྣམ་པ་དང་ནང་ཆེས་དྲ་ཐོག་ལམ་ནས་སྐུ་ཚབ་དོན་ཁང་ཁག་དང་ས་གནས་འགོ་འཛིན་རྣམ་པ་དང་ལས་བྱེད་བཅས་མཉམ་ཞུགས་གནང་ཡོད་པ་རེད། ལྷག་པར་དུ་དབུ་འབྱེད་མཛད་སྒོའི་ཐོག་ལ་དམིགས་བསལ་སྐུ་མགྲོན་ལ་རྒྱ་གར་ནང་རྟེན་གཞི་བྱས་པའི USAID ཀྱི་ཆེད་གཉེར་འགན་འཛིན་ལྕམ་སྐུ Veena Reddy ལགས་ཀྱི་མགོ་ཁྲིད་པའི་སྐུ་མགྲོན་རུ་ཁག་ཅིག་དང། གཞན་ཡང་འབྲེལ་ཡོད་རོགས་ཚོགས་རྒྱལ་ཡོངས་མང་གཙོ་བསྟི་གནས་ཁང། NDI། དང་བོད་ཀྱི་ཐེབས་རྩ Tibet Fund གཉིས་ཀྱི་སྐུ་ཚབ་བཅས་བྱེད་པའི་ཡང་གནང་ཡོད་པ་རེད། སྐབས་དེར་དམིགས་བསལ་སྐུ་མགྲོན USAID ཀྱི་ཆེད་གཉེར་འགན་འཛིན་མཆོག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་ལ་ཨ་རིའི་ཆབ་སྲིད་ཚོགས་པ་གཉིས་ཀས་རྒྱབ་སྐྱོར་གནང་བཞིན་པ་རེད་ལ། ཨ་རི་གཞུང་གི་རོགས་ཚོགས USAID ངོས་ནས་ཀྱང་རྒྱ་གར་དང་བལ་ཡུལ་ནང་གནས་འཁོད་སྐྱབས་བཅོལ་བོད་མི་རྣམས་ལ་རོགས་རམ་གང་ཐུབ་གནང་དང་གནང་མུས་ཡིན་སྐོར་གསུངས་ཤིང། ད་ལྟའི་བཀའ་ཤག་ནས་མ་འོངས་ལས་དོན་གནང་ཕྱོགས་དང་འབྲེལ་བའི་ཡིག་ཆ་འདོན་སྤེལ་གནང་བར་བསྔགས་བརྗོད་གནང་ཡོད་པ་རེད།

དེ་ནས་ལེའུ་དང་པོར་བོད་དོན་བདེན་མཐའ་གསལ་ཐབས་དབུ་མའི་ལམ་དང། ལེའུ་གཉིས་པ་ལ་བཙན་བྱོལ་བོད་མིའི་སྤྱི་ཚོགས་བདེ་དོན། ལེའུ་གསུམ་པར་བོད་མི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་འཕེལ་བཅས་ལེའུ་གསུམ་ལ་བཀོད་གནང་འདུག་ཡིག་ཆ་དབུ་འབྱེད་མཛད་སྒོའི་ཐོག་ལ་དཔལ་ལྡན་སྲིད་སྐྱོང་མཆོག་གིས་ངོ་སྤྲོད་འདི་ལྟར་གནང་སོང། ད་ལྟའི་གི་ཡིག་ཆ་དེ་འདྲ་ཅིག་བཟོ་འཐུས་ཡག་དང་བཟོ་དགོས་ཡག་གི་གནས་སྟངས་ཤིག་གང་ལ་ཡང་སླེབས་བསྡད་ཡོད་རེད་ད་འདི་ལ་ཡང་ཨ་ནི་ཆེ། ད་ང་ཚོ་སྒྲིག་འཛུགས་ག་འདྲས་འདྲ་བོ་བྱེད་ནས་གཞུང་ག་འདྲས་འདྲ་བོ་བྱེད་པ་ཡིན་ནས་འདིའི་གི་མ་འོངས་པའི་གི་ཕུགས་དམིགས་དེ་ག་འདྲས་ཆེ་རེད་དོ། འདི་མང་ཚོགས་ཀྱིས་མཁྱེན་དགོས་ཡ་དང་ལྷག་པར་དུ་ལས་བྱེད་རྣམ་པ་ཚོ་གིས་མཁྱེན་དགོས་ཡ་དེ་གལ་ཆེན་པོ་ཞོ་གཅིག་ཆགས་བསྡད་ཀྱི་འདུག་ད་ནམ་རྒྱུན་རྣམ་པ་ཚོས་ལས་བྱེད་ཆེད་སུ་སོ་སོ་ལྷན་ཁང་ནང་ལ་ཡང་ཕྱག་ལས་གནང་བདེ་བའི་སྐབས་དེ་བ་ནི་མང་ཤས་ཀྱིས་སོ་སོའི་གི་སྡེ་ཚན་དང་སོ་སོའི་གི་ལྷན་ཁང་གི་ངོ་བོ་ཐོག་ནས་ཨ་ནི་ཅིག་སྒྲིག་འཛུགས་ལ་ལྟ་སྟངས་དང་སོ་སོའི་གི་ཞབས་ཕྱི་ག་འདྲ་ཞུ་དགོས་ཀྱི་ཡོད་མེད་དེ་ཤུགས་ཆེ་ཡ་འདྲ་བ་ཅིག་ལྟ་བདེ་ངེས་སུ་རོ་ཅིག་དང་བོད་མིའི་སྒྲིག་འཛུགས་གི་ཁྱོན་ཡོངས་གི་གནས་སྟངས་གི་ཐོག་ནས་བལྟས་ཆེ་ཨ་ནི་ཡ་འདི་ལ་ཡ་ཅིག་བོད་མིའི་སྒྲིག་འཛུགས་ཀྱི་ཁྲི་པུའུ་རྒྱང་གསུམ་གྱི་དམིགས་ཡུལ་འགྲུབ་ཡག་གི་ཆེད་དུ་ཨ་ནེ་ལྷན་ཁང་སོ་སོ་སོས་ཀྱིས་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་ཚོའི་ཐོག་ལ་ཡང་ཏས་ཞིག་ད་ལྟ་ང་ཚོ་ཞན་ཆ་ཞིག་ཡོང་གི་མེད་འགྲོ་བསམ་ཡང་ཅིག་གནས་སྟངས་ཅིག་ཡོང་བསྡད་ཀྱི་འདུག་དེ་ཡིན་དུས་བསམ་པ་ཨ་ནེ། ཁ་ཆེན་གྲོས་ཚོགས་ཚར་བའི་རྗེས་ལ་ཡང་ད་ལྟ་ལྷན་ཁང་ཁག་ད་བཀའ་བློན་ལས་བཀའ་བློན་ཡོད་པའི་ཀྱི་ལྷན་ཁང་ཁག་ཁོང་བཀའ་བློན་རྣམ་པ་ཚོ་ཁོང་རྣམ་པ་ཚོ་སོ་སོ་སོས་གནང་ཡག་རེད་ད་ལྟ་ངས་ཐད་ཀར་འཛིན་སྐྱོང་བྱས་ཤར་བའི་ཀྱི་བྱེད་བཞིན་པའི་ཀྱི་ཨ་ནི་ལྷན་ཁང་ཁག་བཞི་དེ་གའི་ནང་ལ་ད་ང་ཚོ་སྒྲིག་འཛུགས་ཀྱི་སྒྲོམ་གཞི་ཁོ་རང་འགྱུར་བ་བཏང་བྱས། དེས་དམིགས་ཡུལ་དེ་ཆ་ཚང་གཅིག་ད། ལས་གཞི་བང་སྒྲིག་བྱས་པ་དེ་གའི་ཚང་མ་ལོ། ད་ངེད་ངས་ཨིན་ཇི་སྐད་ནང་ལ་ཞུས་པ་ནང་བཞིན་བྱས་ནས་དུས་ཚོད་ཏག་ཏག་ལ་ཚར་གི་འདུག་ཚར་གི་མི་འདུག་སྤུས་ཚད་ལྡན་པ་ཅིག་ཡོང་གི་འདུག་ཡོང་གི་མི་འདུག་དེ་གས་ད་དུས་རྒྱུན་དུ་ནས་ཨ་ནི་ཅིག་རྟོག་ཞིབ་བྱེད་དགོས་ཡག་གི་ད་ཁ་ཕྱོགས་ལ་བར་འགྱུར་བྱས་འགྲོ་དགོས་ཡག་གི་གནས་སྟངས་འདྲ་བ་ཅིག་འདུག་ཞེས་འཆར་བསྡད་ཡོད་རེད། དེ་ཡིན་དུས་ད་རྩ་བའི་རྣམ་པ་ཚོ་ཕྱག་ལས་གནང་སར་ལྷན་ཁང་མི་འདྲ་མི་འདྲ་གནང་གི་ཡོད་རེད་ཡིན་པ་ཡིན་ནའི་ལས་བྱེད་ཀྱི་ཡིན་པས་སོང་ཙང་ད་ལྷན་ཁང་གཅིག་ནས་གཅིག་ག་བ་ལ་གནས་སྤོས་བཏང་འགྲོ་ཡོད་དེ་ཤེས་གི་མ་རེད་དེ་ཡིན་དུས་འཚམ་པ་ཨ་ནི་སུ་སུའི་གི་ཅིག་བསམ་བློ་ཡིན་ནའི་རེད་ནུས་པ་ཡིན་ནའི་རེད་དུས་ཚོད་འདིའི་གི་ལས་ཀ་བྱེད་པའི་སྐབས་ལ་ལས་དོན་ད་ག་རང་གི་ཅིག་ངོ་གཏོགས་ཐུབ་ཡ་དང་ལས་དོན་དེ་འགྲུབ་ཡ་གང་ལ་འབད་བརྩོན་བྱེད་དགོས་གི་ཡོད་རེད་དེ་ཡིན་ནའི་ང་ཚོ་འཐབ་རྩོད་བྱེད་མཁན་མི་རིགས་ཅིག་ཡིན་པའི་ཆ་ནས་ཨེ། ལྷག་པར་དུ་ལས་བྱེད་ཚོ་ཡིན་པ་ཡིན་ན་སྤྱི་ཡོངས་ཀྱི་གནས་སྟངས་འདི་མགོ་ཚོས་དགོས་ཏེ་དཔེ་མི་སྲིད་གལ་ཆེན་པོ་ཆེ། སྤྱིར་སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་འཁུར་མགོ་འཛུགས་གནང་ནས་ད་བར་ལོ་གཉིས་ཙམ་འཁོར་གྱི་ཡོད་པ་རེད། དེའི་རིང་སྲི་ཞུ་ལས་བྱེད་ཚང་འཛོམས་ཐོག་ལ་ཚོགས་འདུ་ཐེངས་དང་པོ་དེ་སྔ་ལོའི་ཕྱི་ཟླ་བཞི་པའི་ནང་སྐོང་ཚོགས་གནང་ཡོད་པ་དང། ད་རེས་ཚོགས་འདུ་བསྡུས་པ་ཐེངས་གཉིས་པ་ཆགས་ཀྱི་ཡོད་པ་རེད། ད་ལྟའི་བཀའ་ཤག་འདི་གིས་བསམ་བློ་བཏང་ན་འདི་ལོ་ལྔ་འདིའི་ནང་ལོགས་ལ་ང་ཚོའི་རེ་བ་ག་རེ་རྒྱག་དགོས་ཡོད་ཟེར་ན་གྲངས་ཚོད་ཚད་ལྡན་གྱིས་བཟོ་ཡག་དང། འབྲེལ་ར་བེས་ཚད་ལྡན་གྱིས་བཟོ་ཡག། འབྲེལ་ར་བེས་དེ་ཚད་ལྡན་གྱིས་བཟོ་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ད་འདིའི་གྲངས་ཀ་འདི་ལ་གཞི་བཞག་ནས། ལས་བྱེད་ཚོ་ཡིན་པ་ཡིན་ནས་ད་ལྟ་ང་ཚོ་ལས་གཞི་གི་རེ་རེ་རེ་རེ་མཇུག་སྐྱོང་བྱས་སྐད་ཆ་ཤོད་ཚེ་བསམ་པ་ལས་གཞི་རེ་རེ་མཇུག་སྐྱོང་བྱེད་སྟངས་ཀྱི་འགེངས་ཤོག་ཁོ་རང་བཟོ་དགོས་ཀྱི་འདུག་ད་དེ་ད་ནས་བསྔགས་བཞག་ཡོད། རང་ལྷན་ང་ཚོ་ཕར་ཚུར་འབྲེལ་བ་བྱེད་ཆེད་འདིའི་རྒྱང་ཤོག་དེ་བཟོས་པ་ཡིན་ན། ལས་གཞི་གཅིག་ལ་མཇུག་སྐྱོང་བྱེད་ཁར་འགྲོ་བའི་སྐབས་ལ་འདིའི་རྒྱང་ཤོག་ནང་ལ་གང་རྒྱང་བ་འདི་ག་ཚང་མ་ལོག། ཨ་ནི་གཞུང་མང་ལས་གཞི་འདི་གི་འཕེལ་རིམ་ཆགས་འགྲོ་གོ་ར། འདུག་ཞེས་ནི་རྒྱང་ཨེ་ཡོད་པ་ཨ་ནི། ཡག་གནས་ཚུལ་ག་རི་གསར་བ་འདི་ག་ཚང་མ་གཅིག་མཚུངས་ཡོང་ཨེ་ཡོད་པ། དེ་ཡིན་དུ་བསམ་པ་ལ། ཨ་ནི་ང་ཚོའི་གི་ད་ལས་དོན་ཐག་གཅོད་ག་རི་བྱེད་པ་ཡིན་ནས་འདིའི་གི་གཞི་རྟེན་ལ་གྲངས་འཛོལ་ཡག་པོ་ཡོང་བའི་ཆེད་གྲངས་འཛོལ་ལ་གཞི་བཞག་ནས་མ་འོངས་པ་སྲིད་ཇུས་གཞི་མེད་དང་དེའི་སྲིད་ཇུས་ཀྱི་འོག་ནས་ཨ་ནི་ལས་གཞི་བང་སྒྲིག་ཡས་དང་ལས་གཞི་ལག་བསྟར་བྱེད་དགོས་ཡས་ཀྱི་གནས་སྟངས་གཅིག་འདུག་ཕྱིན་ཆགས་ཀྱི་ཡོད་རེད། ཁ་ཉིན་རེས་གཟའ་སྤེན་པའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་བཞི་པ་དེ་མཇུག་སྒྲིལ་ཡོད་པ་རེད། དེ་ཡང་བཞུགས་སྒར་རྡ་ས་ཉེ་འཁྲིས་སུ་ཆགས་པའི་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དུ། ཕྱི་ཚེས་དྲུག་ནས་བརྒྱད་བར་ཉིན་གྲངས་གཉིས་དང་ཕྱེད་ཀའི་རིང་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་བཞི་བ་དེ་སྐོང་ཚོགས་གནང་ཡོད་པ་རེད། ཐེངས་འདིའི་ཚོགས་འདུའི་སྐོར་ལ་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་མི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ངོ་སྤྲོད་གནང་གསལ། ཨ་མདའ་ནི་དེ་ཉི་མ་གཉིས་དང་ཕྱེད་ཀའི་སུད་རོ་བོ་ཆུ་ནང་ལ་ཡ། གཙོ་ཆེ་དེ་ལ་ད་རྒྱ་ནག་ནང་ལ་ཡ། ཉེ་བའི་ཆར་ཡ་ཅི་མདའ་ཆུ་བོའི་ནང་ལ་ཡ། ཏང་གི་ཚོགས་འདུ་འཚོགས་ཡོད་རེད་པ། ཨ་ནི་ཕྱི་ཟླ་གསུམ་པའི་ནང་ལ་ཡ་རྒྱལ་ཡོངས་མི་དམངས་སྤྱི་འཐུས་ཚོགས་འཐུས་མི་གི་ཚོགས་འདུ་འཚོགས་ཡོད་རེད། དེ་གི་ཐོག་ལ་ཡ་ཏང་ང་ཚོ་གཅིག་གོ་བསྡུར་ཞུ་ཡ་རེད་རེད་པ། དེ་ཚོའི་ཐོག་ལ་རྒྱུས་ལོན་བྱས་ཡ་རེད། དང་ནང་བཞིན་ཨ་ནི་འཛམ་བུ་གླིང་སྤྱིའི་ནང་ལ་ཡ་ད་ལྟ་གཅིག་བོད་རེད་རྒྱ་ནག་རེད་དེ་ཚོའི་གི་ཨ་ནི་ཆབ་སྲིད་འགྱུར་འགྲོས་དང་དེ་ཚོའི་སྐོར་ལ་ཡ་ཨ་ནི་ཞིབ་ཚགས་པོ་བྱེད་འདུག་བཀའ་བསྡུར་ཞུ་ཡ་བྱུང། བྱས་མདའ་ཉི་མ་གཉིས་གི་སྟངས་ཕྱེད་ཀའི་ཚོགས་འདུ་དེ་ཨ་ནི་ཞི་དྲག་གི་ལམ་ལྷོང་པོ་དང་ཨ་ནི་གཅིག་ཞིབ་ཚགས་པོ་འདུག་འཚོགས་ཡ་བྱུང་ཞེས་ཞུ་ཡ་ཡིན། ཚོགས་འདུའི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་དབུས་བདེ་སྲུང་བཀའ་བློན་གྷ་རི་སྒྲོལ་མ་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག། ཚོགས་ཆུང་གི་སློབ་སྟོན་པ་བཀའ་ཟུར་བསྟན་པ་ཚེ་རིང་ལགས་དང་བཀའ་ཟུར་འབྲོང་ཆུང་དངོས་གྲུབ་ལགས། སྐུ་ཚབ་ཟུར་པ་སྐལ་བཟང་རྒྱ་མཚན་ལགས། དམིགས་བསལ་གདན་ཞུའི་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྔ་བ་ཚེ་རྒྱམ་ལགས། གཞན་ཡང་བདེ་སྲུང་དྲུང་ཆེ་ཀརྨ་རིན་ཆེན་ལགས་དང་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་དྲུང་ཆེ་ཟླ་བ་ཚེ་རིང་ལགས། ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་བཅས་གཏན་འཇགས་ཚོགས་མི་རྣམ་པ་ལྷན་ཞུགས་གནང་ཡོད་པ་རེད། བཞུགས་སྒར་དུ་འཛམ་གླིང་འཕྲོད་བསྟེན་ཉིན་མོ་སྲུང་བརྩི་དང་སྦྲགས་རྒྱང་རྒྱུགས་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད་པ་རེད། དེ་ཡང་ལོ་ལྟར་ཕྱི་ཟླ་བཞི་པའི་ཚེས་བདུན་ཉིན་འཛམ་གླིང་འཕྲོད་བསྟེན་ཉིན་མོ་ཞེས་སྲུང་བརྩི་ཞུ་བཞིན་ཡོད་པ་དང། འདི་ལོར་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ནས་འཕྲོད་བསྟེན་ཉིན་མོའི་བརྗོད་གཞི་དེ་བཞིན། ཀུན་གྱིས་འཕྲོད་བསྟེན་བྱེད་པར་བདེན་པའི་གནང་བ་བཞིན། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ནས་ཕྱི་ཚེས་བརྒྱད་རེས་སུ་སྤེན་པའི་ཉིན་ཉིན་མོ་དེ་སྲུང་བརྩི་དང་སྦྲགས་བཞུགས་སྒར་ཁུལ་དུ་རྒྱང་རྒྱུག་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད་པ་རེད། དེ་ཉིན་སྐུ་མགྲོན་གཙོ་བོར་རྡ་ས་ས་གནས་འགོ་འཛིན་ཀུན་འབྱུང་མིག་དམར་ལགས་ཕེབས་གནང་འདུག་ཐེངས་འདིར་རྒྱང་རྒྱུག་འགྲན་བསྡུར་ནང་ལ་ཕྱི་ནང་ཕོ་མོ་གྲངས་དགུ་བཅུ་སྐོར་ལྔ་མཉམ་ཞུགས་གནང་བ་དང། འདིའི་ཁྲོད་ལ་ཨུ་རུ་སུ་ནས་ཡིན་པ་ཞིག་ལ་ཨང་དང་པོ་དང་ཨང་གཉིས་པ་ལ་གོ་པཱལ་པུར་བོད་ཁྱིམ་གྱི་སློབ་མ་ཞིག་ཨང་གསུམ་པར་རྒྱ་གར་བ་ཞིག་བཅས་ཐོབ་ཡོད་པ་རེད། འཕྲོད་བསྟེན་ལས་ཁུངས་ཀྱི་དྲུང་འཕར་བྱམས་པ་ཕུན་ཚོགས་ལགས་ཀྱིས་འཕྲོད་བསྟེན་ལས་ཁུངས་ནས་འཛམ་གླིང་འཕྲོད་བསྟེན་ཉིན་མོ་སྲུང་བརྩིའི་སླད་རྒྱང་སྒྱུར་འགྲན་བསྡུར་གོ་སྒྲིག་ཞུས་པ་འདི་ཡིས་མང་ཚོགས་ཁྲོད་ལ་འཕྲོད་བསྟེན་སྐོར་ལ་གོ་རྟོགས་གང་ལེགས་བྱུང་ཡོད་པ་གསུངས་གནང་སོང། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ངོས་ནས་ད་ལྟ་རྡ་ས་ཁུལ་གྱི་བོད་མི་དང་ཕྱི་མི། རྒྱ་གར་བ་སུ་ཡིན་ན་ཡང་དྭང་བླངས་ཐོག་ནས་གཅིག། ལུས་རྩལ་འཕྲོད་བསྟེན་ཡར་རྒྱས་གོང་འཕེལ་ཡོང་ཡ་ཆེད་དུ་ལ་ཡང་གོ་རྟོགས་ཀྱི་རྒྱང་རྒྱུགས་ཤིག་ཡོད་པ་འདི་ཐོག་ལ་ང་ཚོ་ཁ་སང་ནས་ད་རྒྱུན་རིང་པོ་ཅིག་ནས་འཆར་གཞི་རོགས་ཏིང་ཆེ་བང་བསྒྲིགས་དེ་ནས་ཡ། གཅིག་གཅིག་ཚོགས་སྡེ་ཁག་མང་པོ་ཞིག་ནས་མཉམ་རུབ་གནང་བའི་ཐོག་ནས་གྲ་སྒྲིག་ཞུས་བཞག་དེའི་ཐོག་ལ་ང་ཚོས་ཀྱི་དང་པོའི་ཚོད་དཔག་དེ་བྱས་ན། གཅིག་གི། མི་ག་ཚོད་ཞིག་ཡོང་བ་ཡོད་བསམ་སོང། ད་ལྟ་ཡི་ང་ཚོ་གི་ཚོད་དཔག་ལས་མང། མི་མང་པོ་བཞུགས་ཤིག་ཕེབས་པའི་ཐོག་ནས་དེ་ལ་གཅིག། ཚང་མ་རྒྱུ་ངན་ཚོ་ཡག་ཐག་ཆོད། དེ་ལ་ཡི་གཅིག་ག་སོ་རེད། ག་སོ་ཕྱིའི་མི་དང། རྒྱ་གར་ནས་ཕེབས་པ་དང་དེ་ནང་བཞིན་ང་ཚོ་བོད་མི་གི་སློབ་གྲྭ་སྤུ་གུ་དང་ཟེར་པ་མི་ཡང་དྭགས་ནང་དང་དེ་འདྲའི་མང་པོ་བཞུགས་ཤིག་ཕེབས་སོང། དེ་ང་རང་ཚོ་དེ་གཅིག་གྲ་སྒྲིག་ཞུ་བའི་དམིགས་ཡུལ་དང། ཨང་ཅིག་དེ་ཕན་ངེད་ཚོ་ཁོ་རང་ཚོ་དང་ཨང་ཅིག་དེ་ང་ཚོ་དེ་ཞུ་ངེས་ཀྱི་བོད་མི་གཙོས་པའི་གི་ཡུལ་མི་དང་ཁོ་ཚོ་མང་པོ་ཅིག་ལ་ཡང་ཚོར་སྣང་དེ་ཨང་འཕྲུལ་སྟོན་ཐོག་ལ་ཡང་ཏན་ཏན་རང་ཅིག་ད་ད་རིང་དོ་སྣང་ཅིག་སླེ་ཡ་ཅིག་དང་རྒྱང་རྒྱུག་བྱེད་ཡ་དང་དེ་ནང་བཞིན་གྱི་ལུས་རྩལ་དང་དེ་འདྲ་ལ་ཡང་དོ་དབྱིངས་ཆེར་འགྲོ་བའི་གི་རེ་བ་ཆེན་པོ་བྱ་ཡ་གི་དེ་འདྲ་ཆགས་སོང་ཞུ་ཡ་ཡིན། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་དོན་འབྲེལ་བའི་གསར་འགྱུར་བོད་རྒྱ་དབྱིན་གསུམ་གྱི་སྐད་ཡིག་ནང་གཤམ་གྱི་དྲ་རྒྱའི་སྟེང་ལ་གཟིགས་ཀྱི་ཡོད་དེ་དོན་རྣམ་པ་ཚོས་ཐུགས་འཇགས་གནང་རོགས་གནང།